མཉམ་ཞུགས་གནང་མཁན་ཚང་མས་ལོ་ལ་ཐུགས་ཞེ་ཞུ་ཡ་དང་ལྷག་པར་དུ་ད་རིང་ང་ཚོའི་སྡེ་སྐུལ་སློན་གྱི་གཙོ་བོ་ཨ་ནེ་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་ཟུར་པ་དག་ནང་བཞིན་གྱི་གྲུབ་འབྲི་ཚེ་ཉམས་ཟུར་པ། ཨ་ནེ། འབུམ་རམས་པ། བསྟན་འཛིན་ཟླ་སྒྲོན་ཤ་རིང་མཆོག་དང། ད་ནང་བཞིན་ང་རང་ཚོས་དེ་འདྲ་གོང་དུ་དྲུག་བཞི་ལ་གསུངས་པ་ནང་བཞིན་གྱི་གཞོན་ནུ་ནི་བྱས་བྱས་ནས་གཞོན་ནུ་རེད། ད་ནང་བཞིན་ས་གནས་ཀྱི་ཚོགས་པ་མང་པོ་ཞིག་ཐོག་ལ་ནི། ཕྱག་ལས་འབུར་སུ་ཐོན་པ་གནང་བཞེས་ནས། ས་གནས་ནིའུ་ཡོག་དང་ནིའུ་ཇར་སི་ལ་ས་གནས་གཞོན་ནུ་ཀྱི་ཚོགས་གཙོ་ཟུར་བ། དར་ནག་ཆེན་གྱི་ས་གནས་མངའ་རིས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཟུར་བ། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཟུར་བ། སྐབས་སུ་བབས་པའི། མངའ་རིས་སྤྱི་མཐུན་ཚོགས་པའི་དབུས། སྤྱི་ཁྱབ་དབུས་རྒྱུན་ལས་ཁང་གི་ཚོགས་གཙོ་སྐུ་ངོ་ཁྲིན་ལེ་མཆོག་དང། དྭགས་ནང་བཞིན་གྱི་ང་རང་ཚོ་སང་ཉིན་ནིའུ་ཡོག་དང་ནིའུ་ཇར་སི་གྱི་གཞོན་ནུ་དང། དྭགས་ནང་བཞིན་གྱི་མངའ་རིས་སྤྱི་མཐུན་ཚོགས་པའི་རིག་གཞུང་གི་འགན་འཛིན་ཟུར་པ་སྐབས་བཞི་པ་བས། ལྔའི་སྤྱི་དོན་ཚོགས་པའི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་རིག་གཞུང་འགན་འཛིན་ལས་ཐོག་ཇམ་ཡོན་ཏན་ལགས། ད་ནང་ཞིན་ཧྭ་ར་སི་རིམ་ལས་ཀ་ཆེ་བརྒྱུད་སྐྱོང་བའི་ས་གནས་ནིའུ་ཡོག་ལས་ཁུངས་ཆབ་སྲིད་གཞོན་ནུ་ལྷན་ཚོགས་ཀྱི་སྐུ་ཚབ།

ཨ་ཅག་ནང་བཞིན་ང་རང་ཚོའི་སྤྱི་ཟུར་སྐུ་ངོ་མང་ཐོར་པ་ལ་གཙོས་པ་ཡི་ཨ་ནི་ས་གནས་ལ་བཞུགས་ཡོད་པའི་གི་ཚོགས་པ་སྐྱིད་སྡུག་ཁག་གི་ཚོགས་གཙོ་རྣམ་པ་དང་བདག་ནང་བཞིན་ཚོགས་པ་སྐྱིད་སྡུག་ཁག་གི་ཚོགས་ཟུར་རྒྱུན་ཟུར་ད་མདོར་གྱུར་པ་ཡོད་པ་ཡིན་ན་ཨ་ནི་དེ་རིང་ཚོགས་ཁང་འདིའི་ནང་ལ་ཡོད་པ་ཆ་ཚང་ཅིག་ཨ་ནི་ལས་ཀྱི་སྣེ་མོ་ཤ་སྟག་རེད་བཞག་ཨ་ནི་འདའི་དེ་རིང། ས་གནས་མངའ་རིས་སྤྱི་མཐུན་ཚོགས་པ་ལ་རྒྱབ་སྐྱོར་འདུག་ཟེར་བ་ལ་སྙིང་ཐག་པ་ནི། ས་གནས་མངའ་རིས་སྤྱི་མཐུན་ཚོགས་པས་ཀྱི་རྒྱུན་ལས་ཐུན་མོང་གི་ཚབ་བྱས་ནས་ཐུགས་རྗེ་ཆེར་གནང་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་རྩ་བའི།

དེ་ཡིན་མི་ཡིན་ན་ཡང་ད་རིང་སང་ལ་ཡ་མ་འཛོལ་གི། འདི་ཡིན་ཨ་ནི། མཛད་སྒོ་འདི་དང་ཡང་དུས་ཚོད་འདྲ་བོ་འདྲ་བོ་ཅིག་ལ་ཡང་ག་བ་ག་ས་ནི་རླུང་འཚུབ་འདྲ་བོ་ཞིག་འདུག་ཅེས་བྱས་ནས་རྒྱབ་ཡོང་འདུག་གང་ལ་ཨ་ནི་ང་རང་ཚོའི་གི་མི་མང་དག་ནང་བཞིན་གི། བོད་རིགས་སྤུན་ཟླ་ཡོངས་སུ་རྫོགས་པ་ལ་ཨ་ནི་མངའ་རིས་སྤྱི་མཐུན་ཚོགས་པ་དང་མངའ་རིས་པ་ཞེས་པ་དེ་གི་ཐོག་ལ་ཡང།

རྣམ་པ་ཚང་མས་ཁྱད་བསད་རེད་ཡིན་ན་ཡང་ད་གཞོན་སྐྱེས་ཁ་ཤས་ཅིག་གིས་གཞོན་སྐྱེས་ད་མང་པོ་ཅིག་གིས་གཅིག་བྱས་ན། ངས་རེད་ཁྱེད་ཀྱིས་ཡོད་རྒྱུ་མ་རེད་རྒན་པ་ཚོ་ཞུ་བས་ཟེར་གྱི་ཡོད་མ་རེད་མངའ་རིས་ལ་ཡང་དེ་ནི་བོད། ཐོག་མར། ད་བོད་རང་བཙན་མ་ཤོར་སྔན་ལ། ཨ་ནི། བོད་ཆོལ་ཁ་གསུམ་ལ་ཡང་དེ་སྟོད་མངའ་རིས་སྐོར་གསུམ་བར་དབུ་གཙང་མི་ཞིག་རྨས་རྡོ་ཁང་སྒང་དྲུག། ཡོད་པ་དང། དག་ན་གཞིར་གྱི་མངའ་རིས་སྐོར་གསུམ་ལ་ཡང་དེ་ཡང་བཤད་ཚུལ་མང་པོ་ཞིག་ཡོད་རེད་ཡིན་པ་ཡིན་ན་ཡང་ལས་དེའི་ནང་ནས་ཅིག་ཡོངས་གྲགས་ཀྱི་བཤད་པ་ཡིན་པ་ཡིན་ན། མངའ་རིས་རྒྱལ་པོ་ཐོག་མ་སྐྱེས་དུས་ཉི་མ་མགོན་གྱི་སྲས་གསུམ་སྲས་བསོད་ངན་དང་ཧོ་རེ་ཁོ་རེ་སྲས་གསུམ་ཡོད་པའི་ནང་ནས་སྲས་གཅིག་རུ་ཏོག་སྲས་གཅིག་གཟའ་མཁར་སྲས་གཅིག་གུ་གེ་རྡོ་སོགས་ཡོད་འདུག་ལ་དེ་གསུམ་ལ་མངའ་རིས་སྐོར་གསུམ།

བོད་ཀྱི་སྲབ་སྒྲ་ང་རང་ཚོའི་གི་ནམ་རྒྱུན་ལྷམ་གོག་ལྟ་བུ་ཞིག་ཡོད་པ་འདི་ཡིན་འདུག་གང་ལ་ལྷམ་གོག་ལྟ་བུ་འདིའི་ནང་ལོགས་ནས་བྱང་ལ་བལྟས་པ་ཡིན་ན་ཨ་ནི་འདབ་འཇོག་ལྷ་རི་དཀར་པོ་འདི་བྱས་ནས་ཟང་ཟང་ལྷ་བྲག་དཀར་པོ་བར་དུ་སྟོད་མངའ་རིས་སྐོར་གསུམ་ཆགས་ཀྱི་ཡོད་རེད། འདི་གི་རྗེས་ལ་ཟང་ཟང་ལྷ་བྲག་དཀར་པོ་འདི་ཨ་ནི་མང་ལ་བགྲོད་པ་ཡིན་ན་ཨ་ནི་བར་དབུས་གཙང་རི་ཞིག་ཆགས་ཀྱི་ཡོད་རེད། ཨ་ནི་དབུས་དང་གཙང་གི་ནང་ལོགས་ལ་ཨ་ནི་མངའ་རིས་པ། ད་ལྟ་ང་རང་ཚོ་བོད་པའི་ས་དེ་ནང་འགྲོ་བའི་ན་ཐང་གཅིག་ཐང་ཡོད་མ་རེད། དེའི་འདུག་ག་ལ་མངའ་རིས་དབུས་ཀྱི་ནང་ལ་ཡོད་མ་རེད་གཙང་གི་ནང་ལ་ཡོད་མ་རེད། ད་ནང་བཞིན་གྱི་སྨད་མདོ་ཁམས་སྒང་དུ། འདུག་བྱེད་ཀྱི་ནི་གསབ་རྩོད་ཀྱི་ཆ་ནས་ཡིན་པ་ཡིན་ན་ཡང་ཁོ། གཅིག་གི་འོག་ལ་གཅིག་གནས་ཐུབ་ཡ་མེད་ཀྱོག་ཅིག་ཆགས་བསྡད་པ་དེ་ཨ་ནི་རང་བཞིན་གཅིག་ཆགས་བསྡད་ཀྱི་ཡོད་རེད། རྩ་བའི་ཆ་ནས་ང་རང་ཚོ་ཨ་རི་མངའ་རིས་ཡིན་པ་ཡིན་ན་ཡང་རེད་དབུས་ཡིན་ན་ཡང་རེད། འདོད་འདོད་ཡིན་ན་རེད་འདོད་མེད་ཡིན་ན་རེད་བོད་རྒྱལ་ཁབ་ཆེན་པོའི་གི་མི་སེར་རེད། བོད་རྒྱལ་ཁབ་ཆེན་པོའི་གི་ང་ཚོ་ཤ་རུ། གདུང་རྒྱུད་གཅིག་གི་ཨ་ནི་སྤུན་ཟླ་སྤུན་མཆེད་ཆགས་ཀྱི་ཡོད་རེད། ཡིན་པ་ཡིན་ན་ཡང་ས་ཆིའི་ཆགས་སྟངས་དང་ས་ཆིའི་ཁུངས་ལ་བརྟེན་པ་ཡིན་ན་ཁོ་ལོག་ལོག་ཡོད་པ་དེ་རང་བཞིན་རེད་དེ་འདུག་གང་ལ་ཨ་ནི་དབྱིན་ཇིའི་ཐོག་ལ།

མཆོག་གི་ཐུགས་ལ་བོད་ཀྱི་དམངས་གཙོའི་གི་རྒྱལ་ཁབ་ཅིག་ལ་འགྱུར་ཡ་དང་དམངས་གཙོའི་གི་ལམ་ལུགས་ཅིག་ཁོང་གི་དགོངས་པ་ལ་འཁྲུངས་བྱས་ནི་ཡིན་པ་ཡིན་ན་ཡང་བསྟན་དགྲ་རྒྱ་མིས་སྔ་རོང་བོད་དུ་བཙན་འཛུལ་བྱས་པའི་གི་རྒྱུ་མཚན་དེ་བསྟན་བྱས་ནི་ཁོང་གི་དགོངས་པ་ལ་འཁྲུངས་བསྡད་པ་དེ་ལག་ལེན་བསྟར་ཡ་གི་དུས་ཚོད་རག་ཡོད་མ་རེད་དེ་མི་སང་ཙང་རྒྱ་གར་ལ་གནས་མཆོག་རྡོ་རྗེ་གདན་དུ་ད་ང་ཚོ།

འདི་སྐད་དེ་བྱས་ལ། ང་ཚོའི་བོད་མིའི་གི་གནས་སྟངས་ལ་འགྱུར་བ་ཆེན་བྱས་ནས། ཕྱི་རྒྱལ་ཡུལ་གྲུ་མང་པོ་ཞིག་ལ་སླེབས་ཡོད་འདུག་གང་ལ་ད་འདྲའི་ཆ་ལ་ང་ཚོའི་འོས་ཁུངས་དེ། རྒྱ་གར་བའི་འབྲུག་གསུམ་ལ་ཡོད་པ་དེ། སྔར་ལྟར་གྱི་བླུགས་ཡོད་མ་གཏོགས་ཏེ། ཕྱི་རྒྱལ་ཡུལ་གྲུ་ཁག་ལ་དེ་འདྲའི་བླུགས་ཡག་གི་དེ་ཡོད་མ་རེད། ད་ང་ཚོ་དེ་ལྟར་ན་ཆ་ཞེས་པ་ནི་བྱང་ཨ་མེ་རི་ཀ་ཡིན་པས་ན་བྱང་ཨ་མེ་རི་ཀ་ནི་སྤྱི་འཐུས་གཉིས་ལ།

ཕྱི་རྒྱལ་ཡུལ་གྲུ་ཁག་ལ་བོད་མི་མང་པོ་ཞིག་གནས་སྤོས་བྱས་ཡོང་གི་ཡོད་རེད་ད་ནི་གཞོན་སྐྱེས་མང་པོ་ཞིག་ཕར་ཚུར་ལ་འཁྲུངས་ས་བསྐྱར་བྱས་ནས་ཡང་བསྐྱར་ཁོ་ཚོ་ལ་ཡང་ཨ་ནི་དབུགས་མང་པོ་ཞིག་ཆགས་ཡོང་དུས་གང་ལ་ཨ་ནི་ད་ལྟའི་གི་བཙན་བྱོལ་བོད་མི་གི་མི་འབོར་དེ་ལོ་ནས་ལོ་རེ་འགྱུར་བ་ཐེབས་ཡོང་དུས་གང་ལ་རང་བཞིན་གི་རྩ་ཁྲིམས་གི་དེ་དང་འབྲེལ་བ་ཡོད་པའི་ཨ་ནི་རྩ་ཁྲིམས་དེ་གའི་དེ་ཡང་འགྱུར་བ་ཐེབས་དགོས་ཡ་ཞིག་དང་ཡོང་དགོས་ཡ་ཞིག་ཆགས་ཡོང་དུས་གང་ལ་མ་འོངས་པ་ལ་ད་ནི་ཆགས་ཐུབ་ཡོད་དེ་འདུག་གི་ལ་དེ་འདྲའི་གི་ཐོག་ནས།

ཨ་ནི། བྱེད་པོ་རྣམས་ཤ་ག་འདྲ་བཞིན་པས་ན་ཡང་མངའ་རིས་མཉམ་ཞུགས་བྱེད་དགོས་ས་ཞིག་ཡོད་པ་ཡིན་ན་དེ་ལ་སྔན་མ་ནས་མཉམ་ཞུགས་བྱེད་ཀྱི་ཡོད་ལ་ད་ལྟ་ཡང་མཉམ་ཞུགས་བྱེད་ཀྱི་རེད་མ་འོངས་པ་ད་ཡང་མཉམ་ཞུགས་བྱེད་ཀྱི་རེད། ཡིན་པ་ཡིན་ན་ཡང་ཨ་ནི། མངའ་རིས་སྐྱིད་སྡུག་ལ་ཡ་དེ། ད་ཡ་དེ་སྐྱིད་སྡུག་ལ་ཡ་དེ། ང་ཚོ་ནིའུ་ཡོག་དང་ནིའུ་ཇར་སི་ནང་ལོགས་མངའ་རིས་སྐྱིད་སྡུག་ཡོད་མ་རེད་ད་ལོ་ཞིག Toronto ལ་ཡང་མངའ་རིས་སྐྱིད་སྡུག་ཡོད་མ་རེད་མངའ་རིས་སྤྱི་མཐུན་ཚོགས་པ། མངའ་རིས་སྤྱི་མཐུན་ཚོགས་པ་དེ་གཞུང་འབྲེལ་མ་ཡིན་པ་དེ།

དེའི་མངལ་ལ་བཀའ་ཤག་ནས་སྔར་སྤྱི་མཐུན་ཚོགས་པ་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པ་གཅིག་མཚུངས་ཡིན་ཟེར་གྱི་ནི་བཀའ་ཡིག་ཡོད་དེ་དེ་གའི་ནི་ཚོགས་པ་ཞིག་ཆགས་ཀྱི་ཡོད་རེད། དེའི་མི་རྒྱུ་མཚན་ལ་བརྟེན་གྱི་ནི་སྐབས་དེ་དུས་རྡ་རམ་ས་ལ་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དགུ་ལ་ཡོང་འདུག་གང་ལ་ཆོལ་ཁ་གསུམ་ཆོལ་ཁ་གསུམ་དང་གཞོན་ནུ་བུད་མེད། ཨན་ཏར་ནཱ་ཤན་གྱི་རྒྱལ་ཡོངས་དམངས་གཙོ་ཚོགས་པ་སྔར་སྤྱི་མཐུན་ཚོགས་པ་ཟེར་བཞིན་ཡོད། ཚོགས་འདུ་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ཁོངས་ལ་ཡོད་ཅེས་ནས་ད་ལྟ་མི་ལོ་སུམ་ཅུ་ལས་བསླེབས་ཀྱི་ཡོད་རེད། དེའི་འདུག་སྔངས་ལ་ད་དུང་ཨ་ནི་སྐྱིད་སྡུག་ཅིག་ལ་ངོ་བོ་འཛུམ་ཡོད་བས་ན་ཨ་ནི་དེས་ང་ད་ལྟ་མངའ་རིས་སྤྱི་མཐུན་ཚོགས་པའི་ས་གནས་མངའ་རིས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཡིན་མིན་གྱི་ཐོག་ནས་ཨ་ནི་དེས་དམིགས་བསལ་གྱི་གསལ་བཤད་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་བཞག་སོང་གསལ་བཤད་བྱེད་པའི་གི་གཞུག་ལ་ཡང་དགོངས་པ་བཞེས་སྟངས་ག་རེ་ཡིན་མིན་དེ་ཨ་ནི།

བསྟན་འགྲོའི་འདུ་འགོད་བྱེད་དགོས་ཡ་དེ་ཡང་ད་ང་རང་ཚོའི་གི་ཆོས་དང་རིག་གཞུང་ལ་ཡོད་འདུག་གང་ལ་རྒྱ་ཆེན་པོ་ཆེན་པོ་ཆགས་འདུག་ཡོད་རེད་རིག་གནས་ཆེ་བ་ལྔ་དང་ཆུང་བ་ལྔ་ཟེར་རིག་གནས་ཆེ་བ་ལྔ་དེ་ཨ་ནི་བོད་ས་ཡོངས་རྫོགས་བོད་རྒྱལ་ཁབ་ཡོངས་རྫོགས་ལ་གཅིག་མཚུངས་རེད་ཡིན་བས་ན་ཡང་རིག་གཞུང་རིག་གནས་ཆུང་བ་ལྔ་ནང་ལོགས་ནས་ཨ་ནི་སྲོལ་རྒྱུན་གྱི་གོམས་གཤིས་དང་གར་དང་ཨ་ནི་གླུ་དང་དག་ན་གཞན་གྱི་དེ་གའི་བཤད་པོ། དྲིན་གཟོ། དེ་རྐྱེན་དུ་མ་འདྲ་ཡོད་པར་སོང་ཙང་དེ་རྐྱེན་དེ་ཡང་བོད་རྒྱལ་ཁབ་ཆེན་པོའི་གི་སྲོལ་རྒྱུན་ཅིག་དང་བོད་རྒྱལ་ཁབ་ཆེན་པོའི་གི་སྲོལ་རྒྱུན་གི་ཆ་ཤས་ཤིག་ཡིན་དུས་དང་དེ་ཡང་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་བྱེད་དགོས་ཅེས་རང་བཞིན་གྱིས་ཆགས་འདུག་གི་ཡོད་རེད། དེའི་ཡོ་ཡང་གི་ཆེད་དུ་སོ་སོ་ག་བ་ནས་ཁུངས་དག་གི་ཡོད་པ་ནས་དེ་ལ་དེ་བྱེད་ཡ་དེ་ལྟ་བར་ས་ང་ཚོའི།